སྤྱོད་ཡུལ་འདྲེས་པ་ལ་དད་པ་དང། ཟོག་ཁོངས་ནི་དོན་གཉེར་དང་བདམས་པ་ནི་མཚན་ཉིད་ཐམས་ཅད་མ་ཚང་ཡང་རྗེས་སུ་བཟུང་བར་བྱ་དེས་སྐྱོན་དང་ཡོན་ཏན་གཉིས་ཀ་ཡོད་པ་ལ་དད་པ་ཞིག་ཆེན་པོ་ཡོད་པ་དེ་འདྲ་གཅིག་ཚང་སོང་བ་ཡིན་ན། བླ་མ་དེ་ཡང་སློབ་མ་དེའི་བློ་བསྒྱུར་བ་དང་རིམ་གྱིས་བློའི་ནུས་པ་གོང་འཕེལ་དུ་འགྲོ་བ་གི་ཆེད་དུ་རྗེས་སུ་བཟུང་དགོས་རེད་དེ་ལ་དམ་ཚིག་གནང་དགོས་རེད་སྡོམ་པ་གནང་དགོས་རེད་དབང་བསྐུར་དགོས་རེད་གསུང་བ་ཡིན་པ་རེད་དེ་མ་གཏོགས་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་གྱི་སློབ་མ་ཅིག་རག་གི་མ་རེད། སྐྱེ་རྒྱུད་ལས། ཨ་ནི་སྐྱེ་རྒྱུད་རིགས་ལྔ་དང་རིགས་དྲུག་རིགས་གསུམ་ཟེར་བ་དེ་འདྲ་འདུག་ད་འདི་སྐྱེ་རྒྱུད་ཟེར་བ་དེ་གཞུང་བཤད་གྲྭ་གང་ཡིན་ནང་ངས་ཧ་གོ་གི་མེད་གང་ལྟར། སྐྱེ་རྒྱུད་ལས་ག་རེ་གསུངས་པ་རེད་ལབ་ན་སློབ་མ་ཡན་ལག་མ་ཉམས་དང་ལྷག་པར་ཡོན་ཏན་ལྡན་པ་དང་ནད་མེད་རིགས་ནི་བཙུན་པ་དང་གཏད་ཅིང་ལྟོས་ཤིག་གདམས་པ་དཀོན། ཨ་ནི་སྤྱིར་བཏང་གི་མི་ཡི་རིགས་སུ་སྐྱེས་པ་ཡིན་ཙང་མི་ཡི་ལུས་ཀྱི་ཕུང་པོ་ཨ་ནི་མི་ཡི་སྤྱོད་ལམ་ལ་སྐྱོན་དང་མ་འདྲེས་པ་མེད་པ། ད་ནི་ཡན་ལག་དང་དབང་པོ་ཚང་མ་ཡང་སྐྱོན་ཅུང་ཙམ་གྱིས་ཀྱང་མ་གོས་པ་དང་ལྷག་པར་དུ་ཡོན་ཏན་ཐམས་ཅད་ཚང་བ། ད་ནི་ནད་མེད་པ་རིགས་ཧ་ཅང་མཐོན་པོ་རིགས་ཡག་པ། འདིའི་སྐབས་ཀྱི་རིགས་ཡག་པོ་ཟེར་བ་དེ་རྒྱལ་པོ་དང་བློན་པོ་དང་མིའི་གོ་ས་མཐོ་བ་གྱི་རིགས་དེ་ཙམ་ཟེར་གྱི་ཡོད་པ་མ་རེད་གཞོན་སྐྱེས་བཟང་བ་ཁྲེལ་ཡོད་པ་ངོ་ཚ་ཤེས་པ་དེ་ཚོ་ལ་རིགས་བཙུན་པ་ཟེར་གྱི་རེད། དེ་དང་ལྡན་པ་དང་གཏོར་བཤིག། ལུས་ངག་གི་སྤྱོད་པ་དང་བ་དེ་ཐམས་ཅད་དཔེ་ཧང་སང་ཡག་པོ་ཡིན་པ་དེ་འདྲ་དཀོན་པོ་ཡོད་པ་རེད་དེ་འདྲ་བའི་སློབ་མ་རག་ཡ་ལས་སླ་པོ་ཡོད་པ་མ་རེད། དཀོན་མཆོག་གསུམ་ལ་གང་བལྟས་ཅིང་ཐེག་པ་ཆེན་པོའི་ལུགས་ལ་དགའ་བསོད་ནམས་ལྡན་པའི་སེམས་ཅན་ནི་ཆེན་པོ་དག་གི་དེ་མདོར་ཁྱོད་ཆེན་པོ་དེ་དག་མདོར་བཟུང་ངོ། མདོར་ན་ག་འདྲ་བྱེད་དགོས་པ་རེད་ལབ་ན་ཐེག་པ་གསུམ་གྱི་སྣོད་དང་ལྡན་པའི་སློབ་མ་ལབ་ན། ལས་སླ་པོ་གཅིག་བྱེད་པ་ཡིན་ན་དཀོན་མཆོག་གསུམ་ལ་དད་པ་ཡོད་པ་དང་ཐེག་པ་ཆེན་པོའི་ལུགས་ལ་དགའ་བ་ཡང་ན་སངས་རྒྱས་ཀྱི་བསྟན་པ་ལ་དགའ་བ། ད་ནི་དམ་པའི་ཆོས་སྒྲུབ་པའི་བསོད་ནམས་དང་ལྡན་པའི་སེམས་ཅན་འོ་དེ་འདྲ་ཅིག་ཡིན་ན་ད་ནི་ཆེན་པོའམ་དགེ་བའི་བཤེས་གཉེན་རྣམས་ཀྱིས་དེ་འདྲ་བའི་སློབ་མ་དེ་རྗེས་སུ་བཟུང་ནས་དེ་ལ་སྡོམ་པ་གནང་བ་དང་དབང་བསྐུར་བ་དང་མན་ངག་གནང་བ་དེ་ཚོ་བྱེད་དགོས་རེད། དེ་མ་གཏོགས་ཐོག་མ་ནས་ལྷོད་མེད་སྐྱོན་ཐམས་ཅད་ཟད་ཡོན་ཏན་ཐམས་ཅད་ཡོངས་སུ་རྫོགས་པ་ཅིག་ཚད་ད་པ་ཡིན་ན་རང་གིས་གཞན་གྱི་དོན་དུ་བསྒྲུབས་པའི་གོ་སྐབས་དུས་ནམ་ཡང་ཤར་གི་མ་རེད་ཟེར་བ་དེ་གསུང་གི་ཡོད་པ་རེད། བདེ་གཤེགས་གསང་སྔགས་སྒྲུབ་པ་ལ་དོན་གཉེར་རྩོམ་པ་པོ་མ་ནི་གཟུགས་ལྔའི་ཡོན་ཏན་མི་དང་ཡང་བློ་དང་ལྡན་པའི་གཞིག་པར་བྱ་ཞེས་གསུངས་སོ། ད་ནི་དེ་བཞིན་གཤེགས་པས་གསུངས་པའི་གསང་སྔགས་ཡང་ན་དེ་བཞིན་གཤེགས་པའི་གོ་འཕང་ཐོབ་པར་བྱེད་པའི་གསང་སྔགས་སྒྲུབ་པ་ལ་ནི་དོན་གཉེར་དང་ལྡན་པ་བརྩོན་འགྲུས་དང་ལྡན་པ་དེ་འདྲ་བའི་སློབ་མ་ཞིག་ཡིན་ན་དེ་གཟུགས་ངན་པ་དང་གཞོན་ནུར་ལོངས་སྤྱོད་མེད་པ་དང་ཨ་ནི་སྦྱང་སྟོབས་ཀྱི་ཡོན་ཏན་དེ་འདྲ་ཡང་གང་ཡང་མི་ལྡན་ན་ཡང། ཨ་ནི་དགེ་བའི་བཤེས་གཉེན་བློ་དང་ལྡན་པ་དེ་དག་གིས་སློབ་མ་དེ་ཚོ་དམ་པའི་ཆོས་ལ་འཇུག་དགོས་རེད། རྗེས་སུ་བཟུང་དགོས་རེད་དམ་ཚིག་དང་སྟོན་པ་གནང་དགོས་པ་རེད། དེ་མ་གཏོགས་གཞོན་ནུར་ལོངས་སྤྱོད་ཀྱི་ཆེད་སྐྱོང་དང་གཟུགས་མཛེས་མི་མཛེས་དང་ཡན་ལག་ཚང་མ་ཚང་དེ་ཙམ་ལ་བལྟས་བསྡད་པ་ཡིན་ན་འགྲིག་གི་མ་རེད་ཟེར་བ་འོ་དེའི་དོན་དག་རེད། ཨ་ནི་བདེ་གཤེགས་གསང་སྔགས་སྒྲུབ་པ་ལ་ཟེར་བ་གི་ཤོ་ལོ་ཀ་འདིའི་ནང་དུ་མདོར་ན། དམ་པའི་ཆོས་སྒྲུབ་པ་ལ་དགའ་བ་དང་བརྩོན་འགྲུས་དོན་གཉེར་ཡོད་པ་དེ་འདྲ་ཅིག་ཡིན་ན་ནི་དགེ་བའི་བཤེས་གཉེན་རྣམས་ཀྱི་རྗེས་སུ་བཟུང་ན་འགྲིག་རེད། ད་རེས་ལབ་ན་ནི་དང་པོ་ནས་ཡོན་ཏན་ཐམས་ཅད་རྫོགས་སྐྱོན་ཐམས་ཅད་སེལ་མེད་ན་ཡང་རིམ་གྱིས་བློ་འགྱུར་ནས་རྣམ་དཔྱོད་དང་ཤེས་རབ་ཡང་གོང་འཕེལ་དུ་འགྲོ་ཉམས་ལེན་གྱི་རྟོགས་པ་ཡང་གོང་འཕེལ་དུ་འགྲོ་ནས་སློབ་མ་ཡག་པོ་ཅིག་ཆགས་ཐུབ་པོ་རེད། དེ་མ་གཏོགས་གཟུགས་ངན་པ་ལང་ཚོ་མེད་པ་དང་རྒྱུ་ནོར་ལོངས་སྤྱོད་མེད་པ། སྦྱངས་སྟོབས་ཀྱི་ཡོན་ཏན་ཡང་ཡག་པོ་མེད་པ། འོ་དེ་འདྲས་དེ་ཚང་མ་སྤང་དག་པ་ཡིན་ན། རང་གིས་གཞན་དོན་སྒྲུབ་པའི་བར་ཆད་བྱེད་གི་རེད་ཟེར་རོ་དེ་གསུང་གི་ཡོད་པ་རེད། དེ་ནས་དེ་རིང་གི་ང་ཚོ་སློབ་ཚན་འདི་འདྲ་ཞིག་ནས་མཚམས་བཞག་རྒྱུ་བྱས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།